ཐོག་མ་དེ་ལ་ཡང་སྤྱི་མཐུན་ཀུང་སི་སྐྱབས་མགོན་ཆེན་མོ་མཆོག་གིས་སྐུ་པར་ཐོང་སྤྲོར་མི་བྱེད་ལ་གུས་ཕྱག་སྔོན་དུ་ཕུལ་བའི་ཐོག་ནས་ཨ་ནེ་ཚང་མ་ལ་ཡང་ལྷག་དཀར་བཟང་ཟིན་ཞུ་ཡ་ཡིན། ཨ་ནེ་ཡིས་དེ་རིང་ཏཱ་བུ་མི་མང་སྤྱི་འཐུས་ལྷན་ཚོགས་ནས་སྐབས་བཅོ་བརྒྱད་པའི་དབུས་གཙང་དམ་པ་ཆོས་རྗེ་མཆོག་གི་སྤྱི་འཐུས་ཀྱི་འོས་མི་ལང་ཡག་འདུག་ཟེར་ནས་ང་ལྟ་བུ་ཟེར་གྲྭ་ཞུ་གི་ཡོད། ད་སྤྱི་འཐུས་ནང་ལང་དགོས་ཡག་གི་དམིགས་ཡུལ་འགྲོ་བ་གཙོ་བོ་དེ་ང་ཚོ་རྩ་བའི་ང་ཚོ་ཆབ་སྲིད་ཀྱི་སྐྱབས་བཅོལ་བ་ཅིག་རེད། དེ་ག་ནང་བཞིན་ང་རང་ཚོའི་འགན་འཁྲི་ཡིན་ན་ཞེ་དྲག་གི་ཆེན་པོ་རེད། མི་གྲངས་ཡིན་ན་ཞེ་དྲག་གི་ཉུང་ཉུང་རེད། འདི་འདྲ་ཡིན་པ་སོང་ཙང་ཏང་སོ་སོར་གང་ལྟར་ད་བཅའ་ཁྲིམས་ཁྱབ་ཁོངས་ནས་བལྟས་པ་ཡིན་ན་སྐྱ་སེར་གཉིས་ཀྱི་ཐོབ་ཐང་གཅིག་པ་འགན་འཁྲི་གཅིག་པ་ཡོད་དེ་བས་གནས་སྟངས་དེ་འདྲ་ཅིག་རེད། དེ་འདྲ་ཡིན་པ་སོང་ཙང་ཕྲག་ཏུ་བབས་པའི་ལས་འགན་ཅིག་དུག་སེལ་འདོར་ཐབས་མེད་པའི་གནས་སྟངས་ཀྱི་ཐོག་ནས་སོ་སོ་གི་ཅིག་སོ་སོ་གི་བཙན་བྱོལ་སྒྲིག་འཛུགས་བདེ་ལེགས་ཡིན་ན་རེད། གང་ལྟར་བོད་མི་རིགས་ཀྱི་ཅིག

ཆ་བཞག་པ་ཡིན་ན། ད་ང་ཚོས་ད་ལྟའི་གི་བཙན་བྱོལ་སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་བྱང་ཕྱོགས་འདི་ལ་ཡང་རྒྱབ་སྐྱོར་མཐའ་གཅིག་ཏུ་ཞུ་གི་ཡོད། ད་ལྟ་ང་ཚོས་དབུ་མའི་ལམ་གྱི་སྲིད་བྱུས་འདིས། ད་བོད་ནང་ལ་ཞུགས་ཉེན་ཆ་བཞག་པ་ཡིན་ན། གཅིག་གི་ཆབ་པ་རིག་གསུམ་ག་གི་ཐོག་ལ་ཡིན་པའི་ཡིན་ཡང་དབུ་མའི་ལམ་ལ་བརྟེན་ནས་ཕྱག་ལས་གནང་ཡ་ལ་ཞེ་དྲག་གི་ཅིག་སྟབས་བདེ་བ་ཡོད་བསྡད་པ་རེད་བ། གང་ཡིན་ཟེར་ན་རྒྱ་ནག་ཁོ་རང་ཚོ་གི་རྩ་ཁྲོམ་གྱི་ནང་ལོགས་ལ་ཡ་ས་ཁོངས་རང་སྐྱོང་ཟེར་ཡ་ཅིག་ཡོད་བསྡད་པ་དང། ང་རང་ཚོ་གི་གཙོ་ཡ་དེ། རང་སྐྱོང་བཙུགས་ཡོད་པ་འདི་འདྲའི་གི་ཐོག་ནས་ང་ཚོ་གཞིས་བྱེས་གཉིས་ཀྱི་པ་ར་ཡིན་ན་རེད། དེ་ག་ནང་བཞིན་གི་རྒྱ་ནག་གི་རྩ་ཁྲིམས་ནང་ལོགས་ནས་ཡིན་པ་ཡིན་ན་རེད་ས་ཁོངས་རང་སྐྱོང་གི་སྒྲིག་གཞི་གི་ཐོག་ནས་ཡིན་པ་ཡིན་ན་རེད་ང་རང་ཚོ་གཙོ་ཡག་གི་ས་ཁོངས་ཀྱི་ཡོད་པ་སོང་ཙང་དེ་ང་ཚོ་གཞིས་བྱེས་གཉིས་མཉམ་དུ་ནུས་པ་གཅིག་གི་ཐོག་ལ་ཡང་སྤོང་ཐུབ་པའི་གི་ཐབས་ཇུས་འདི་འདྲ་ཞིག་ཡིན་པ་སོང་ཙང་ཨ་མའི་ལམ་དུ་ཞེ་དྲག་གལ་ཆེན་པོ་མཐོང་གི་ཡོད། དེ་ག་ནང་བཞིན་ང་རང་ཚོས་ཀྱི་ད་རྒྱལ་སྤྱི་གི་ནང་ལ་ང་ཚོས་རྒྱབ་སྐྱོར་ཐོབ་དགོས་ཡོད་རེད། འདི་ཡིན་པའི་ཡིན་ཡང་ཞི་དྲག་གི་གཅིག་གི་དབུ་མའི་ལམ་ལ་བརྟེན་ནས་ད་ལྟ་བར་དུ་ང་ཚོས་རྒྱབ་སྐྱོར་ཤུགས་ཆེན་པོ་ཐོབ་ཡོད་རེད། མ་འོངས་པ་ཡིན་པའི་ཡིན་ཡང་ཐོབ་ཡ་གི་རེ་བ་ཡོད་འདི་ག་གནས་སྟངས་དེ་འདྲ་རེད། འདི་ག་ནང་བཞིན་གྱི་འདིའི་ཐོག་ནས་ཡང་ང་ཚོས་དབུ་མའི་ལམ་དེ་ཞི་དྲག་གི་གལ་ཆེན་པོ་རེད། འདི་ག་ནང་བཞིན་གྱི་བོད་རྒྱ་འབྲེལ་མོ་དེ་ཞི་དྲག་གི་གལ་ཆེན་པོ་རེད་དེ་འདྲ་ཡིན་པ་སོང་ཙང་ད་ལྟ་བར་དུ་ང་ཚོས་དབུ་མའི་ལམ་གྱི་བྱང་ཕྱོགས་ལ་བརྟེན་ནས་ང་ཚོས་བོད་རྒྱ་འབྲེལ་མོ་ཐེངས་མ་ཞི་དྲག་གི་མང་པོ་བྱུང་ཡོད་རེད། མ་འོངས་པ་ཡིན་པས་ཡིན་ཡང་འབྱུང་བར་ངེས་པ་དེ་ཆགས་བདེ་བ་རེད་དེ་འདྲ་ཡིན་པ་སོང་ཙང་ང་ཚོ་ཏན་ཏན་མའི་ལམ་འདི་ལ་ཡ་ཞེས་བཞག་ནས་ང་རང་ཚོ་གི་ཅིག་མི་རིགས་ཀྱི་འཐབ་རྩོད་བྱེད་པ་ཡིན་ན་དེ་ལ་ཡ་ཅིག་ཐོབ་ཡ་ཅིག་ཡོད་བདེ་བ་དང་རག་ཡ་ཡོད་བདེ་བ་ཅིག་ཁེལ་བ་འདི་འདྲ་ཅིག་རེད་བསམ་པའི་ངོས་འཛིན་ཞིག་གི་ཐོག་ནས་སོ་སོ་གི་གང་ལྟར་དབུ་མའི་ལམ་གི་སྲིད་ཇུས་ཀྱི་ཐོག་ལ་ཡ་རྒྱབ་སྐྱོར་ཞུ་དགོས་ཡ་དང་སོ་སོ་གི་ཆབ་སྲིད་ཀྱི་ལངས་ཕྱོགས་འདི་འདྲ་ཅིག་གི་ཐོག་ལ་ཡ་ལས་ཀ་བྱེད་བསམ་པའི་གི་ཆོད་སེམས་ཡོད་བདེ་བ་ནི་དང་འདི་འདྲ་ཅིག་ཡིན། ད་འདི་ག་ནང་བཞིན་གྱི་ང་རང་ཚོ་གི། ད་ཕྱིན་ཆད་ཡིན་ན་དེ་ཚོ་རང་ཤེས་བྱ་དགོས་རེད་བ་ཨ་མའི་ལམ་ལ་ཤེས་བྱ་བའི་ཐོག་ནས་ང་ཚོ་ད་ལྟ་བར་དུ་ཕྱག་ལས་གནང་གི་ཡོད་རེད་ང་ཚོ་ད་ག་རང་ཐུགས་ཞིག་ནས་དེ་རྒྱབ་སྐྱོར་དང་ངོས་འཛིན་སོ་སོ་ཡིན་ན་དེ་འདྲའི་གི་ལངས་ཕྱོགས་ཤིག་གི་ཐོག་ནས་གང་ཐུབ་ཐུབ་ཀྱི་ལས་ཀ་ཞིག་བྱས་ཨ་འབད་བརྩོན་བྱེད་དགོས་བསམ་པའི་གི་འདུག་ཟེར་ནས་ཆོད་སེམས་དེ་འདྲ་ཞིག་ཡིན་དེ་ག་ནང་བཞིན་ང་རང་ཚོ་ད་ནང་ལོགས་ནས་བཙན་བྱོལ་སྒྲིག་འཛུགས་འདི་ས་སྟེང་ན་ཡར་ལ་ཡིན་པའི་ཡིན་ཡང་ད་ཞེ་དྲག་གི། ཅིག། དཔེར་ན་ང་ཚོ་བཅའ་ཁྲིམས་རིན་པོ་ཆེ་གཞི་བཞག་པའི་ཐོག་ནས་ལས་ཀ་བྱེད་དགོས་ཡ་འདི་ཡང་ཞེ་དྲག་གི་གལ་ཆེན་པོ་རེད། བཅའ་ཁྲིམས་རིན་པོ་ཆེ་འདི་ང་རང་ཚོས་ཀྱི་ལག་བསྟར་ཚུལ་བཞིན་བྱེད་ཐུབ་པ་ཡིན་ན་ང་ཚོ་གཅིག་སྒྲིལ་ཡང་འདི་ཐོག་ནས་ཡོང་གི་རེད་ང་ཚོ་སྒྲིག་འཛུགས་འདི་ས་སྟེང་ཡང་འདི་ཐོག་ནས་ཡོང་ཐུབ་ཀྱི་རེད། གལ་སྲིད་ང་རང་ཚོ་གི་བཙན་བྱོལ་སྒྲིག་འཛུགས་ཀྱི། ད། གང་ལྟར། བཅའ་ཁྲིམས་རིན་པོ་ཆེ་འདི་ལ་ཡང་ང་རང་ཚོ་གིས་བརྩི་སྲུང་མ་བྱས་འདི་ལ་ཡང་ང་རང་ཚོ་གིས་ཚད་དང་ལྡན་པ་ཞིག་ལག་བསྟར་བྱེད་མ་ཐུབ་པ་ཡིན་པ་ཡིན་ན། ང་ཚོས་ཆིག་སྒྲིལ་ཡང་ཡོང་ཐུབ་ཀྱི་མ་རེད། ང་ཚོས་སྒྲིག་འཛུགས་སྲ་བརྟན་ཡང་ཡོང་ཐུབ་ཀྱི་མ་རེད། དེ་འདྲ་ཡིན་པ་སོང་ཙང་ང་ཚོས་ནང་སྲིད་ཀྱི་ཆ་ནས་བྱ་བྱ་བ་ཡིན་ན། བཅའ་ཁྲིམས་རིན་པོ་ཆེ་གལ་ཆེན་པོ་ཡིན་པ་དང་བཅའ་ཁྲིམས་རིན་པོ་ཆེ་ལ་བརྟེན་ནས་ཤེས་བྱ་བའི་ཐོག་ནས་ལས་ཀ་བྱས་པ་ཡིན་ན། ང་ཚོས་ཆིག་སྒྲིལ་ཡིན་ན་ཡང་ཡོང་ཡ་ཡིན་བསྡད་པ་དང་དེ་ག་ནང་བཞིན་གྱི་ནུས་པ་ཐོན་ཡ་ཡིན་བསྡད་པ་ཅིག་དེ་ག་ནང་བཞིན་གྱི་སྒྲིག་འཛུགས་བྱ་བྱ་བ་ཡིན་ན་ཡང་སྲ་བརྟན་ཡོང་ཡ་ཡིན་པ་ཅིག་རེད་བ། ང་ཚོ་ནང་ལོག་ཡིན་ན་ཡང་འཆམ་མཐུན་ཡོང་ཡ་ཡིན་བསྡད་པ་ཅིག་རེད་བ། དེ་འདྲ་ཞིག་རེད་རྩ་བའི་ང་ཚོ་མི་ཚང་མ། སེམས་པ་མཐུན་པའི་ལམ་ཁ་དེ་ཧ་ཅང་གི་ཉུང་ཉུང་རེད། ཡིན་པས་ཡིན་ན་ཡང་ཁོ་འཛམ་གླིང་ག་པ་ལ་ཡིན་པས་ཡིན་པ་རེད་གང་ལྟར་ང་རང་ཚོའི་སྒྲིག་འཛུགས་ལ་ཡིན་པས་ཡིན་པ་རེད། ཁོ་ཚང་མས་གིས་གཅིག་གྱུར་གྱི་གུས་ཚུལ་ཞིག་དགོས་ས་དེ་ཁྲིམས་ཐོག་ནས་ཆགས་ཆགས་པ་ཡིན་ན། བཅའ་ཁྲིམས་རུལ་བ་ཞིག་ཆགས་གི་ཡོད་རེད་དེ་ཡིན་དུས་ང་ཚོས་བཅའ་ཁྲིམས་རུལ་བ་བྱས་དེ་ལག་བསྟར་ཚུལ་བཞིན་དུ་བྱས་པ་ཡིན་ན་ཚང་མས་གིས་དེ་ལ་ཡང་གུས་ཚུལ་བྱེད་ཡ་དང་དེ་ལ་བརྟེན་ནས་ང་རང་ཚོ་གཅིག་སྒྲིལ་ཡོང་ཡ་དང་ལམ་ཁ་ཡོད་བསྡད་པའི་གནས་སྟངས་དེ་འདྲ་ཞིག་རེད་དེ་འདྲ་ཡིན་པ་སོང་ཙང་ང་ཚོ་ད་ལྟ་ཁྲིམས་དང་སྒྲིག་གཞི་དེ་ཞེ་དྲག་གི་གལ་ཆེན་པོ་རེད། འདི་ག་ནང་བཞིན་ང་ཚོ་གྲོས་ཚོགས་ནང་ལ་ཤ་བཞག་པ་ཡིན་མིན་ཡང་ད་ཅིག་ཁྲིམས་དང་སྒྲིག་གཞི་དང་འབྲེལ་བའི་ཐོག་ནས་ལས་ཀ་བྱེད་པའི་སྐབས་ལ་ཡང་དྲང་པོ་དྲང་བཞག་དང་བདེན་པ་བདེན་གྲུབ་བྱེད་དགོས་ཡ། འདི་ག་ནང་བཞིན་གྱི་གྲོས་ཚོགས་ཀྱི་འཐུས་མི་ཞིག་ཡིན་པའི་ཆ་ནས་ཁྲིམས་དང་སྒྲིག་གཞི་དེ་ཤེས་དགོས་ཡ་ཁྲིམས་དང་སྒྲིག་གཞི་དེ་ངེས་དགོས་ཡ་རེད་བ། སྐབས་དང་དུས་ལ་ཡང་ང་རང་ཚོ་ཅིག་ཁྲིམས་དང་སྒྲིག་གཞི་བཟོ་བའི་སྐབས་ལ་ཡང་ཞེ་དྲག་གི་ཅིག་བཅའ་ཁྲིམས་རིན་པོ་ཆེ་གཞིར་བཞག་པའི་ཐོག་ནས་གང་ལྟར་ཁྲིམས་དང་སྒྲིག་གཞི་ག་འདྲ་ཞིག་ཡིན་པ་ཡིན་མིན་ཡང་ངེས་བོ་ཡོད་དགོས་ཡ། འདི་ག་ནི་ཞིག་སྐབས་དང་དུས་ལ་ཡ་ཁྲོམ་དང་འབྲེལ་ཞིང་ལོངས་འདྲེན་དགོས་ཡ་ཞིག་དུས་ཐོག་ཏུ་ལོངས་འདྲེན་ཐུབ་དགོས་ཡ་ཞིག་རེད་མ་གཏོགས་ཅིག་ཨ་ནི་གྲོས་ཚོགས་ནང་སླེབས་དུས་ཙམ་པ་ལ་ཁྲོམ་དང་སྒྲིག་གཞི་ལ་ཡ་ཅིག་ངེས་ཆ་མེད་པ་ཡིན་པས་ཡིན་ན་ཨ་ནི་ཅིག་ལབ་སར་སླེབས་དུས་ཙམ་པ་ལ་ལབ་མ་ཐུབ་པ་འདྲ་བོ་འདི་འདྲ་ཡོད་དུས་ཙམ་པ་ལ་གོ་སྐབས་གཅིག་ཤོར་བ་ཡིན་ན་ཤོར་བ་རང་རེད་དེ་འདྲ་ཡོད་དུས་ཙམ་པ་ལ་ཁོ་ཁྲོམ་དང་སྒྲིག་གཞི་བཞག་ཚར་བའི་རྗེས་ལ་ད་ངས་ཅིག་བསམ་སོང་ཟེར་ན་ལབ་ས་ཡོད་མ་རེད་དེ་རྗེས་ལ་དགོངས་སེལ་ཞུས་པ་ཡིན་ན་དེ་ཕྱིས་དྲག་པ་རེད་དེ་འདྲ་ཡིན་པ་སོང་ད་ང་ཚོ་ངེས་པར་དུ་ཁྲོམ་དང་སྒྲིག་གཞི་ངེས་པོ་ཡོད་དགོས་ཡ་མི་གཞན་པ་ཅིག་གིས་ཅིག་རེ་བ་ཅིག་ལྟ་གོ་ཁྲམ་ནང་ལ་ཡང་འདྲ་བོ་འདྲ་བོ་དེ་འདྲ་བཤད་ཡོང་དགོས་རེད་བ་དེ་དུས་ག་ལ་ཡ་དབྱེ་བ་བྱེད་ཐུབ་ཡ་ཞིག་འདི་དགོས་ཡ་གི་ཞེ་དྲག་གནད་འགག་ཆེན་པོ་རེད་སོ་སོ་ངོས་ནས་ཡིན་ན་ཏན་ཏན་འདི་བྱེད་ཐུབ་ཀི་རེད་བསམ་པའི་གདེང་ཚོད་ཡོད། དེ་ག་ནང་བཞིན་གི་སྐབས་དང་དུས་ལ་ཡ། ཅིག་གང་ལྟར། ཤེས་དགོས་ས་འདི་གོ་མ་ཤེས་མ་ལ་བ་ཞིག་རེད་བ། འདི་འདྲ་ཅིག་ཤེས་དགོས་ཡ་དེ་ཞེ་དྲག་གི་གནད་འགག་རེད་ཤག་ད་འདི་སྐབས་ལ་ཤག་བྱ་བ་ཡིན་ན་ང་རང་ཚོ་ཁྲིམས་ལྟར་སྒྲིག་གཞི་བཟོ་བའི་སྐབས་ལ་ཡ་ཁ་ཐུག་གོ། ཅིག་ག་རེ་ཡིན་པ་དེ། འགྲངས་མ་ཐུབ་པ་ཡིན་པས་ཡིན་ན་ང་རང་ཚོའི་ཁྲིམས་དང་འགྲེལ་བཤད་མང་པོ་ཞིག་བཟོ་ཚར་བའི་རྗེས་ལ་ང་རང་ཚོས་ཅིག་བྱེད་དགོས་ན་དེ་ཕྱིས་དྲ་བའི་གནས་སྟངས་དེ་འདྲ་ཡིན་པ་སོང་ཙང་སོ་སོའི་ངོས་ནས་ཡིན་ན་ཡང་ཞེ་དྲག་གིས་ཁྲིམས་དང་འགྲེལ་བཤད་ཤེས་བྱ་བའི་ཐོག་ནས་ལས་ཀ་བྱེད་དགོས་ཡ་དེ་ཞི་བོ་ཅིག་གི་གནད་འགག་རེད་བསམ་པ་འདི་འདྲ་ཅིག་དྲན་གྱི་ཡོད། དེ་ག་ནང་བཞིན་གྱི་ད་ང་ཚོ་དཔེར་ན་ད་ཁྱེད་རང་གི་གྲོས་ཚོགས་ནང་སླེབས་པ་ཡིན་ན་ཁྲིམས་དང་འགྲེལ་བཤད་ག་འདྲས་སྲོང་སྐྱོབ་བྱེད་མཁན་ཁྱོད་དཔེར་ན་ཟས་ཅིག་ཡོད་རེད་བ་ད་ཁྱོད་བྱེད་ཐུབ་ཀྱི་རེད་མ་རེད་ཟེར་གྲོ་ག་ཅིག་ཡོད་རེད་བ་ད་དཔེར་ན་བཙན་བྱོལ་སྒྲིག་འཛུགས་ཀྱི་ནང་ལོགས་ལ་ཡང་ལྷན་ཁང་ཁག་ཁ་ཤས་ཤིག་ཡོད་རེད་ད། ལྷན་ཁང་སོ་སོའི་ནང་ལོགས་ལ་ཕྱི་འབྲེལ་དང་ནང་སྲིད་དང་རེད་བ། ཨ་འདི་ག་ནང་བཞིན་གྱི་ཁྲོམ་བཟོ་ལེན་ཚོར་ད་དབྱེ་བ་ལོག་ག་ལོག་ག་རེད་བ། ད་འདི་ཚོའི་ནང་ལ་ཡང་སུ་སོ་སོ་ལ་ལས་ཀ་ཡོད་ལོག་ག་ལོག་ག་ཡོད་རེད་དཔེར་ན་ཁྲོམ་བཟོ་ལེན་ཚོར་ཤ་ཤ་བ་ཡིན་ན་ཁྲོམ་བཟོ་ཡ་རེད་ཁྲོམ་ལ་ག་བ་བཟོ་དགོས་རེད་བཙན་བྱོལ་སྒྲིག་འཛུགས་ཀྱི་བཅའ་ཁྲོམ་རིན་པོ་ཆེ་ཞེས་བྱ་བའི་ཐོག་ནས་སྒྲིག་གཞི་ཁག་དང་མ་འགལ་བའི་ཐོག་ནས་ཁྲོམ་བཟོ་དགོས་ཀྱི་ཡོད་རེད།

སྲོལ་རྒྱུན་རིག་གཞུང་ག་གེ་དེ་དང་འབྲེལ་བའི་ཐོག་ནས་རེ་བ་དང་ལས་དོན་བྱེད་དགོས་པ་དེ་ཚོ་སོ་སོ་གིས་ཏན་ཏན་བྱེད་ཐུབ་ཀྱི་རེད་བསམ་པའི་སོ་སོ་གི་སྡིགས་མཛུབ་དེ་འདྲ་ཞིག་ཡིན། དཔེར་ན་ཕྱི་དྲིལ་ཡིན་པ་ཡིན་ན་ཕྱི་དྲིལ་དང་འབྲེལ་བའི་ལས་ཀ་ཅིག་བྱེད་ཀྱི་རེད་རེ་བ། ནང་སྲིད་ཡིན་ན་ནང་སྲིད་འཛིན་སྐྱོང་གི་ཐོག་ནས་ལས་ཀ་བྱེད་ཀྱི་རེད་ཁོ་ལས་ཀ་ཚང་མ་ངོ་གདོང་ལོག་ཀ་ལོག་ཀ་རེད་ལས་ཀ་བྱེད་ཕྱོགས་གི་ཐོག་ལ་ལོག་ཀ་རེད་འབྲེལ་བ་བྱེད་ས་ཡིན་ན་ལོག་ཀ་རེད།

འདི་རེད་ད། རྩ་བའི་ང་ཚོའི་བཙན་བྱོལ་གྱི་ནང་ལོགས་ལ་ཡིན་ནའི་གང་ལྟར་མི་མང་གི་མངོན་འདོད་ག་རེ་ཡིན་པ་དང་གང་ལ་བརྟེན་ནས་གྲོས་ཚོགས་ཀྱི་འཐུས་མི་སྒྲུབ་དགོས་ཀྱི་ཡོད་རེད་དེ། ང་ཚོ་གྲོས་ཚོགས་ཀྱི་འཐུས་མི་དེ་མི་མང་གི་བསྐོ་སྐྱོང་རེད་མ་གཏོགས་འདི་རྦད་དེ་ཁོ་ར་གཅིག་སྡུད་པ་རང་བཞིན་གཅིག་སྡུད་ཀྱི་རང་བཞིན་ནང་བཞིན་ཅིག་རེད་བ། སོ་སོས་རྦད་དེ་སྒང་ལ་སླེབས་ཚར་བ་དང་སུ་གཅིག་ལ་བསྟུན་མི་དགོས་ཡ་དེ་འདྲས་མ་རེད། མི་མང་གི་མངོན་འདོད་བསྟུན་དགོས་རེད་མི་མང་གི་མངོན་འདོད་ལ་བསམ་པ་ལ་ངའི་ཕྱོགས་ག་རེ་རེད་ང་ལ་རྒྱབ་སྐྱོར་བྱེད་མཁན་ག་རེ་རེད་འདི་སྐད་ཆ་མ་རེད། ང་ཚོ་ཚང་མ་བོད་པ་རེད་དེ་འདྲས་ཡིན་པ་སོང་ཙང་བོད་པ་ཞིག་གི་མཆན་ཞིག་ལ་སུས་ཀྱི་བསམ་ཚུལ་ལེན་གྱི་ཡོད་པ་ཡིན་ན་དེ་རྒྱུ་མཚན་ལྡན་པ་ཞིག་ཡིན་པ་ཡིན་ན་དབྱེ་བ་ཡོད་མ་རེད་ཆོལ་ཁའི་དབྱེ་བ་ཡོད་མ་རེད་ཆོས་ལུགས་ཀྱི་དབྱེ་བ་ཡོད་མ་རེད་རིགས་རུས་ཀྱི་དབྱེ་བ་ཡོད་མ་རེད་གཅིག་པུ་གཅིག་རྐྱང་གི་ཐོག་ནས་ངོས་ལེན་བྱེད་དགོས་རེད་སོ་སོ་ཡིན་ན་དེ་བྱེད་བསམ་པའི་ཏན་ཏན་འདི་ཐེ་ཚོམ་མེད་བྱེད་ཡག་ལ་ཡག་རེད་བ། གང་ཡིན་ཟེར་ན་དཔེར་ན་ང་རང་ཚོས་ད་ཉེ་འདས་བའི་ད་སྐབས་བཅུ་བདུན་པའི་སྐབས་ལ་ཡང་ང་ཚོས་མི་གྲངས་ལྔ་སྟོང་བདུན་བརྒྱད་ཀྱི་སྙན་ཞུ་ཐུགས་ཞེན་ཕུལ་བ་བྱུང་ཡོད་རེད་ཡིན་པའི་ཡང་དེར་བདག་ཕྲུག་བྱུང་ཡོད་མ་རེད་བྱས་ཙང་འདི་ཚོ་ཏན་ཏན་གྲོས་ཚོགས་ཀྱི་ཐུགས་ནས་འགན་ཁུར་མ་བྱས་པ་རེད། ཐག་གཅོད་ཐུབ་སོང་མ་སོང་དེ་གནས་ཚུལ་ལོགས་བ་རེད་དེ་ནས་གྲོས་ཚོགས་ཀྱི་ནང་ལ་གླེང་སློང་གཅིག་ངེས་པར་དུ་བྱེད་དགོས་ཀྱི་ཡོད་རེད་འདི་སྲིད་སྤྱི་གི་གླེང་སློང་མ་བྱེད་ཡ་དེ་སྲིད་སྤྱི་གི་གྲོས་ཚོགས་ཀྱི་ད་བཅུ་བདུན་རྣམ་པ་ཚོས་ཀྱིས་མི་མང་གི་སྙན་ཞུ་དང་འགན་ཁུར་བྱེད་ཀྱི་མེད་པ་ཞིག་རེད་བ་འདི་བྱ་གི་ཡོད་རེད་ད་དེ་འདྲ་ཡིན་པ་སོང་ཙང་མ་འོངས་པར་འདི་འདྲའི་ཏན་ཏིག་མི་ཡོང་བ་ཞིག་ངེས་པར་དུ་བྱེད་དགོས་ཀྱི་འདི་ག་ནང་བཞིན་གྱི་དཔེར་ན་ང་ཚོ་འདི་ཡོང་གི་འགྲོ་བ་ད་མ་འོངས་པར་བཙན་བྱོལ་སྒྲིག་འཛུགས་སྒོ་བརྒྱབ་ན་ག་རེ་བྱེད་ཀྱི་ཡིན་ཟེར་ཡ་དེ་འདྲ་གི་འཇིགས་སྣང་ཞིག་སླེབས་ཡོང་དུ་བསམ་པ་ལ་ཡ། ད་འདི་ལས་ང་ཚོ་གིས་འདི་མི་རྒྱག་ཡ་གི་ཐབས་དང་ཤེས་རབ་འདི་ཡིན་ཐབས་ཇུས་འདི་ཡིན་ཟེར་ཡ་ཅིག་ང་ཚོ་ཁྲོམ་དང་སྒྲིག་གཞི་སྒང་ལ་བཞག་དགོས་ཀྱི་ཡོད་རེད་འདི་བཞག་ཐུབ་ཀྱི་ཡོད་མ་རེད་ད་འདི་བྱེ་བྲག་གི་བཅུ་བདུན་རྣམ་པ་ཚོ་འགན་ཁུར་མ་ཤེས་པའི་གནད་འགག་ཆེན་པོ་ཅིག་རེད་དེ་ཉེན་ཁ་ཡི་ཆེན་པོ་ཅིག་རེད། ག་ཞིག་གིས་གསུང་གི་ཡོད་རེད་འདི་ཅིག་སྐབས་དེ་དུས་ག་ལ་ཡ། ཁྲིམས་དང་སྒྲིག་གཞི་དཔེར་ན་གྲོས་ཚོགས་དང་མ་འདུས་པའི་ཐོག་ནས་གཞན་པ་ལག་བསྟར་བྱས་བཟོ་བ་ཡིན་ན་གྲོས་ཚོགས་ཀྱི་དབང་ཚད་ལ་ཡང་དོ་ཕོག་འགྲོ་གི་འདུག་སྐད་ཆ་བཤད་ཉེས་དེ་འདྲ་བྱུང་ཡོད་དེ་ཕྱི་ནས་འབྲེལ་བ་མེད་པའི་སྐད་ཆ་ཞིག་རེད་གལ་སྲིད་མ་འོངས་པར་བཙན་བྱོལ་སྒྲིག་འཛུགས་ཀྱི་ད་གང་ཚུགས་སྔོན་རྩིས་གཏན་འབེབས་བྱས་པའི་སྐབས་ལ་ཡང། ཁ་བཏུག་ཁ་བཏུག་ལ་ཡང། སྔོན་རྩིས་གཏན་འབེབས་བྱེད་ཐུབ་མ་ཐུབ་ཀྱི་སྐབས་ལ་ཡང། སྐབས་གོང་མའི་གི་སྔོན་རྩིས་ག་རེ་ཡིན་པ་འདི་རང་ཅག་ལག་བསྟར་བྱས་ཆོག་ཡ་བཟོ་བཞག་པ་ཡིན་ན། ཁོ་སྐབས་དེ་དུས་ལ་ཡང་གྲོས་ཚོགས་འགོ་མི་ཐེབས་ཡ་ལ་ཡང་ཁོ་ཏག་ཏག་འགྲོ་ཐུབ་ཀྱི་ཡོད་རེད་ལས་དོན་དེ་འགྲོ་ཐུབ་ཀྱི་ཡོད་རེད་དེ་འདྲས་ཞིག་བཟོ་ཡ་དེ་ད་ལྟའི་གྲོས་ཚོགས་ཀྱིས་བཟོ་བཞག་པ་ཡིན་པས་ཡིན། མ་འོངས་པར་དེ་འདྲས་ཞིག་ལག་བསྟར་བྱེད་དགོས་བྱུང་བ་ཡིན་ན་ཡང་དེ་ཁྲིམས་ལྟར་འགྲིག་ཞིང་འགལ་གྱི་མ་རེད་གྲོས་ཚོགས་ཀྱི་ཨང་རྩིས་ཉམས་དགོས་མ་རེད་གྲོས་ཚོགས་ཀྱི་ཐག་བཅད་བཞག་རྒྱུ་རེད་བ་གྲོས་ཚོགས་ཀྱིས་དེ་འདྲས་ཞིག་མ་འོངས་པར་དཀའ་ངལ་སྤྱད་པ་ཡིན་ན་བོད་ཐུག་པ་ཡིན་ན།

དེ་ཡིན་པ་སོང་ཚེ་མ་འོངས་པ་གྲོས་ཚོགས་ནང་ལ་བྱ་བྱ་བ་ཡིན་ལས་དོན་ལྷག་པ་དེ་གལ་ཆེན་པོ་འདི་འདྲའི་ག་ལ་སླེབས་འདུག་བསམ་པ་ལ་ཅིག་ག་ལ་བ་རེད། སྤྱི་ཚོགས་སྐར་མ་ཡིན་པའི་ཡིན་ཡང་ངེས་པར་དུ་བཟོ་ཐུབ་པ་ཅིག་དུས་ཐོག་ཏུ་བཟོ་ཐུབ་པ་ཅིག་ཏན་ཏན་དགོས་ཀྱི་ཡོད་རེད་དེ་གཟུགས་ཀྱི་ཐོག་ལ་ཏན་ཏན་སོ་སོ་ཡིན་པའི་ཡིན་ཡང་འགན་ཁུར་བྱེད་མཁན་ཟེར་ནས་དེ་འདྲ་ཞིག་ཞུས་པ་ཡིན། འདི་ག་ནང་བཞིན་ང་རང་ཚོ་གི་ལྟ་སྤྱི་ཚོགས་ཀྱི་ནང་ལོགས་ལ་ཡ་མང་པོ་ཅིག་གླེང་གི་ཡོད་རེད། ང་ཚོ་ཆོས་རྒྱུད་ཀྱི་སྤྱི་འཐུས་དེ་འོས་ཤོག་ཐོབ་དང་འདྲ་མཉམ་མི་འདུག་སེར་མོ་བ་ལ་འོས་ཤོག་ཐོབ་དང་ཐུ་བ་འདུག་ཟེར་བ་དེ་ཞེ་དྲག་གི་གླེང་གཞི་ཆེན་པོ་བྱེད་ཀྱི་ཡོད་རེད་བྱེད་ཀྱི་ཡོད་རེད་བ། ཏན་ཏན་རེད་སེར་མོ་བ་ལ་ཡ་ཡིན་ཅིག་མིན་ཅིག་འོས་ཤོག་གོ་ཐོབ་དང་གཉིས་དགོས་ཡ་གལ་ཡོད་མ་རེད་ཡོད་ན་ཁེབས་སང་གལ་ཡོད་མ་རེད་ང་ཚོས་འོས་ཤོག་བླུག་ཉེ་རེད་དམིགས་བསལ་གྱི་ཐོབ་ཐང་ཆེན་པོ་ཡིན་སྐད་བསམ་གྱི་མེད་རེད་བ་ཡིན་པས་ཡིན་ན་ཡང་ལོ་རྒྱུས་ཀྱི་ཐོག་ནས་སེར་མོ་བ་ལ་ཐོབ་ཐང་ཅིག་ཡོད་རེད་བ། དེ་ལས་ཞེས་བྱ་བའི་དོན་ནི་སྐྱབས་མགོན་ཐམས་ཅད་མཁྱེན་པས་ང་ཚོར་གནང་བ་རེད། ཡིན་པས་ནི་ད་ལྟའི་སྐབས་ལ་སྐབས་སྔ་མའི་སྐབས་ལ་ཡིན་པས་ན། ད་ནང་བཞིན་སྐྱབས་མགོན་རིན་པོ་ཆེ་ཞབས་བསིལ་གྱིས་དབུ་ཁྲིད་གནང་བསྡད་པའི་སྐབས་ལ་ཡང་འདི་ཚོ་ཐོག་ལ་རྩོད་པ་གཞན་ནས་ཡོད་མ་རེད་རྩོད་པ་མེད་པ་དེ་མེད་པ་རང་རེད། ད་ད་ལྟའི་སྐབས་ལ་རྩོད་པ་ཞིག་སླེབས་ཡོང་གི་ཡོད་པ་སོང་ཙང་ང་ཚོས་དེ་གུ་བཤངས་ཤིག་བྱེད་དགོས་རེད། འདི་ཡིན་འདི་བརྩམས་པ་ལ་ཡོད་པ་ཅིག་མེད་པར་བཟོ་ནས་འགྲིག་གི་མ་རེད་མེད་པ་ཅིག་ལ་ཡོད་པར་བཟོ་དགོས་དང་ཡོད་པ་དེ་ཡར་རྒྱས་བཏང་ཡ་དེ་ང་ཚོའི་ལས་འགན་རེད། དེ་འདྲ་ཡིན་པར་སོང་ཙང་ད་ལྟའི་གི་ཆོས་རྒྱུད་ཀྱི་ཆོས་བསྡུ་དེ་མི་མང་ཚང་མས་ཀྱི་སོ་སོ་ཀྱི་ཆོས་རྒྱུད་ཀྱི་ཐོག་ལ་ཡ་འོ་ཤོག་བླུག་ཡ་ཐོབ་ཐང་ཡོད་པ་ཞིག་བཟོ་བ་ཡིན་ན། ཡིད་སེར་མོ་བ་ལས་མིག་སེར་མ་རེད་ཁོ་ང་རང་ཚོ་བོད་པའི་གི་ཐུན་མོང་མ་ཡིན་པའི་ཤོ་དང་རིག་གཞུང་ཟེར་ཡོད་དེ་དང་འབྲེལ་བའི་ཐོག་ནས་ང་ཚོས་འོ་ཤོག་བླུག་གི་ཡོད་པ་དང་དེ་ཡང་མི་མང་ཚང་མ་ལ་ཡ་ཐོབ་ཐང་འདྲ་མཉམ་ཡོད་པར་བཟོ་བ་ཡིན་ན་འདི་ང་ཚོ་འགྲིག་གི་ཡོད་རེད།

རེད་བ། ང་རང་ཚོ་སྐྱབས་བཅོལ་བ་ལ་ཤ་ཤ་བ་ཡིན་ན་དངོས་གནས་སོ་སོའི་སྐད་ཡིག་དང་རིག་གཞུང་ཉམས་འགྲོ་ཡ་དེ་ག་ནང་བཞིན་མི་རིགས་ད་ཀྱི་ཁ་ལོ་རྒན་གཞོན་བ་ལ་ཡ་བ་ར་ཐུག་ཐུབ་དགོ་ཡ་རེད་བ། རིག་གཞུང་དེ་ཡང་གཅིག་གི་གཅིག་ལ་བརྩི་བའི་བརྩི་བའི་བྱེད་ཐུབ་དགོ་ཡ་དེ་ཤེས་ར་གི་གནད་འགག་རེད་འདི་འདྲས་ཅིག་བྱུང་བ་ཡིན་ན་ང་རང་ཚོ་བཙན་བྱོལ་བ་ཡིན་ན་རེད་ང་ཚོ་བོད་པ་དེ་ལ་ཡ་རིག་གཞུང་ཞེ་དྲག་གི་ཕྱུག་པོ་རེད། རིག་གཞུང་གི་ཕྱུག་པོ་འདི་ལ་བརྟེན་ནས་ང་རང་ཚོས་སྲུང་སྐྱོབ་བྱེད་ཐུབ་ཀྱི་རེད་ལ། དེ་ངས་ཞེ་དྲག་གིས་ཏན་ཏན་ང་ཚོ་འདི་འདྲའི་ཞིག་བྱེད། གཅིག་གྱུར་གྱི་ཐོག་ནས་ཞིག་བྱེད་ཐུབ་པ་ཡིན་ན་མགོ་གནས་ཁོ་ལ་འདི་ང་ཚོ་ནུས་པ་ཞིག་ཐོན་གི་རེད་བསམ་པའི་སོ་སོ་གི་སྔོན་ནས་དྲན་གྱི་ཡོད། དཔེར་ན། ང་ཚོས་གྲྭ་བ་ཆ་ཆ་བ་ཡིན་ན། ག་བ་ལ་འགྲོ་བ་ཡིན་ན་གྲྭ་ཆས་གོང་ནས་འགྲོ་གི་རེད། གྲྭ་དེ་སོ་སོ་གི་སྲོལ་རྒྱུན་གྱི་དག་སངས་རྒྱས་ཀྱི་གནམ་ས་རེད་འདི་གོང་ཞེས་འགྲོ་བ་ཡིན་ན། ང་ཚོ་རྒྱ་གར་གྱི་གྲོང་ཁྱེར་ག་བ་ལ་འགྲོ་བ་ཡིན་ན།

དེ་ག་ནང་བཞིན་ཡར་རྒྱས་བཏང་ཆོག་གི་རེད། དེ་འདྲའི་ཞིག་ང་ཚོ་ག་པར་ཡིན་ན་ཚང་མས་ཀྱི་སོ་སོ་ཀྱི་སྲོལ་རྒྱུན་ཐུགས་ལོག་གཏོང་ཞིང་འགྲོ་ཐུབ་པའི་ཉིན་མོ་ཞིག་ཆགས་པ་ཡིན་ན་དེའི་ཉེན་ཁ་དེ་ང་ཚོ་རིག་གཞུང་རང་ཞིག་གི་སྲུང་སྐྱོབ་བྱ་དགོས་རེད། དཔེར་ན་ང་ཚོ་འབྲུག་པ་ད་ད། སོག་པོ་ད་ད། ལ་དྭགས་ད་ད། མོན་པ་ད་ད་རེད་བ། ག་འདྲའི་ཡག་པོ་འདུག་ཁོ་རང་ཚོ་ག་བར་ཡོད་ན་དེ་མོན་པ་རེད་དེ་འབྲུག་པ་རེད་དེ་ལ་དྭགས་རེད་དེ་སོག་པོ་རེད་བྱ་ཟེར་ལ་ནི་དུག་ལོག་ཁོ་རེ་ཐོག་ནས་དབྱེ་བ་ཕྱེ་ཐུབ་ཀྱི་འདུག་བ། དེ་འདྲས་ཞིག་ཡིན་དུས་སེམས་པ་ལ་ཁོ་སྡུག་ཅག་བྱེད་པ་ཡིན་ཁོ་སོག་པོ་རེད་ཞེས་ཁོ་གར་ས་འདི་ཞིག་བྱས་ན་གང་ལྟར་མ་ལྟར་ཁོ་དབྱེ་བ་ཕྱེད་དུ་འགོར་བ་དང་སྡུག་ཅག་བྱེད་པ་ཡིན་ནོ་ཁོ་ཁོ་རིག་གཞུང་དང་འབྲེལ་བའི་ཐོག་ནས་ཁོ་སྟག་སེར་པོ་ཞིག་ཡོད་དུས་བསམ་པ་ལ་འདི་བྱས་དུས་བསམ་པ་སོ་སོ་སོ་ལ་སྡུག་ཅག་བྱེད་ཀྱི་མ་རེད་བ། དེ་ག་ནང་བཞིན་ང་ཚོ་བོད་པ་ཡིན་པས་ཡིན། ཨ་ནི་གཅིག་ག་དུས་ཡིན་པས་ཡིན་སོ་སོ་གི་སྲོལ་རྒྱུན་དེ་སོ་སོ་གི་སྲུང་སྐྱོབ་ནི་སྲུང་སྐྱོབ་དེ་སོ་སོ་གི་འདུ་བོ་དང་མ་འདྲ་བ་ཡོད་པ་ཡིན་ན་སོ་སོ་གི་རིག་གཞུང་དེ་སྲུང་སྐྱོབ་ཐུབ་པོ་དེ་ཨ་ནི་སོ་སོ་གི་གང་ལྟར་མཚན་ཉིད་ཡིན་ནི་རེད་བ་སོ་སོ་གི་བྱ་བ་ངན་པ་མི་བྱེད་ཡ་ལ་ཡིན་པས་ཡིན་ཡང། ཞེ་དྲག་གི་སྲུང་སྐྱོབ་ཆེན་པོ་རེད། འདི་ག་ནང་བཞིན་གྱི་ང་རང་ཚོ་གི་དཔེར་ན་བོད་པའི་གི་ད་སྲོལ་རྒྱུན་གྱི་དཔེར་ན་ཁང་སོགས་རིག་པ་ཡོད་རུང་བ་སྲོལ་རྒྱུན་གྱི་ཁང་སོགས་རིག་པ་ཆགས་ཆགས་པ་ཡིན་ན་བོད་པའི་གི་གཞིས་ཆགས་ག་བ་ལ་ཡིན་པའི་ཡིན་ཡང་ད་ཁང་པ་ནི་དེང་སང་རྫིག་པོ་ཞེ་དྲག་རྒྱག་གི་ཡོད་རེད། དེ་འདྲ་ཡིན་པར་སོང་ཙང་བོད་པའི་གི་ཁྱད་ཤུགས་ལ་ལྡན་པའི་ཁང་པ་ཅིག་འཛུགས་སྐྲུན་བྱས་པ་ཡིན་ན་རེད་བ། དེང་སང་རྒྱ་གར་འདི་ཚོ་གི་དགོན་པ་འདི་ཚོ་ཡོང་བྱས་ནས་ཅིག་ཉིན་བརྗེ་བོ་འདུག་མ་འདྲ་འདུག་གཏོང་གཏོང་བྱེད་གི་ཡོད་རུང་བ་བྱེད་གི་འདུག་བ། རྟག་པར་མང་པོ་ཡོང་གི་ཡོད་རེད་བ། ད་ང་རང་ཚོ་གཞིས་ཆགས་ཚང་མ་གཅིག་བོད་ཕོད་ཀྱི་སྲོལ་རྒྱུན་ནང་བཞིན་གྱི་དེ་འདྲས་བྱུང་བ་ཡིན་པས་ན། ཁོ་དེ་རང་བཞིན་གྱི་ངོ་བོ་གསལ་བོ་ཞུ་རྒྱུ་རེད་བ། ང་ཚོ་བོད་པ་ཡིན་ཀི་ཧེ་ཟེར་ལག་པ་བཀྱག་པ་ཡ་གལ་ཡོད་མ་རེད་ཁོ་རང་བཞིན་སོ་སོ་གྱི་རྣམ་པ་དེ་དོན་དུ་ཕར་ཕྱོགས་ངོས་འཛིན་ཐུབ་ཀྱི་རེད། དེ་འདྲས་ཡིན་པ་སོང་ཙང་འདི་ཚོ་ང་ཚོ་བོད་གཞན་དང་མ་འདྲེས་བ་ས་མཚམས་ཆེ་ཡ་གཅིག་གི་རེད་བ། རང་བཞིན་གྱི་སོར་རྒྱུག་གི་སྲུང་སྐྱོབ་དེ་རེད། དེ་འདྲ་ཡིན་པ་སོང་ཙང་འདི་དང་མ་འདྲ་བ་ཞིག་བྱུང་བ་ཡིན་ན་ཏན་ཏན་ང་རང་ཚོ་བཙན་བྱོལ་གྱི་ནང་ལོག་ལ་ཡི་ཤ་ཤ་པ་ཡིན་ནི་རེད། གང་ལྟར་སོ་སོ་གྱི་བོད་ཕད་ཀྱི་ངོ་བོ་གནས་ཐུབ་ཡ་ལ་ཏན་ཏན་གྱི་ཕན་ཐོག་ཡོང་གི་རེད་འདི་དང་འབྲེལ་བའི་ཐོག་ནས་མ་འོངས་པར་སོ་སོ་གྲོས་ཚོགས་ནང་སླེབས་པ་ཡིན་ན་འདི་དང་འབྲེལ་བའི་ཐོག་ནས་གཅིག་གྲོས་ཚོགས་གྲོས་ཚོགས་ནང་ལ་ཡ་ཁྲིམས་ཆ་གཅིག་ཡ་དང་ཨང་མ་འོངས་པར་འདི་འདྲའི་གི་གཅིག་ངོས་འཛིན་ཐོབ་པ་ཡིན་ན་འདི་ལ་བལ་བོད་ཀྱི་གཅིག་ད་ག་ལོག་ལས་ཞིབ་པེར་ཡ་གི་ཡང་ཆ་རྐྱེན་དེ་འདྲ་རག་གི་རེད་བ། དེ་འདྲའི་ར་བ་ཡིན་ན་གུ་དེལ་སྤེལ་བའི་ཐོག་ནས། གང་ལྟར་གྲོས་ཚོགས་ནང་གྲོས་ཆོད་བཞག་ཚར་ན་དག་རང་དག་འཛིན་སྐྱོང་ལ་རྩིས་སྤྲད་ཆོག་གོ་རེད་བ། ད་གྲོས་ཚོགས་ནང་དག་ཆོག་རེད་འདི་བྱེད་དགོས་རེད་ལབ་རྒྱུ་ཙམ་པ་ལ་ནི་གཞིས་ཆགས་སོ་སོ་ནང་ལ་ཆ་བཞག་པ་ཡིན་ན་ཡང། ཁང་པ་འདི་ཚོ་ཅིག་བོད་པའི་སྲོལ་རྒྱུན་དང་ལྡན་པ། དེ་འདྲས་ཀྱི་བཟོ་དགོས་ཡ། ཨ་དེ་ག་ནང་གཞིས་ཆགས་ལ་ནང་འཛུལ་བ་དག་ནི། ཆོས་ལོག་གྲོང་ཁྱེར་ནང་སོང་དུས་མིན་པ་ཡིན་ན་ཡང། ནང་ལོག་གཞིས་ཆགས་ནང་འཛུལ་བ་དང་མཚམས་མེད་ཀྱི་བོད་ཆས་གོང་བགོ་ཡ་གི་ཁྲོམ་དུ་ཡོད་པ་ཡིན་ན། ཁོ་རང་བཞིན་གྱི་གོང་བགོ་ཡ་ཆགས་པ་ཡིན་ན། ཁོར་ཡུག་དེ་ལ་ཡང་བོད་པའི་གི་ཁོར་ཡུག་རེད་ཤག་ཟེར་ཡ་ཞིག་རང་བཞིན་གྱི་ཆགས་འགྲོ་ཡ་དང། ཨ་ནི་གཞོན་སྐྱེས་འདི་ཚོ་ཡིན་པ་ཡིན་ཡང་སོ་སོ་གི། དུག་གློག་དང་རུ་བ་སོ་སོ་གི་ཕྱི་རོལ་ལ་དབྱིངས་སླེབས་ཡག་འདི་འདྲའི་ཞིབ་འཇུག་སོ་སོ་གི་སྲོལ་རྒྱུན་གྱི་རང་བཞིན་གྱི་འགྱུར་བ་དེ་སོ་སོ་གི་སྲོག་སྐྱོབ་ཀྱི་སོ་སོ་ལ་རག་འདི་གི་ཡོད་ར་བ་དེ་འདྲའི་གི་ཐོག་ནས་ཏན་ཏན་གལ་ཆེན་པོ་རེད་བསམ་གི་ར་བ། དེ་གི་ནང་བཞིན་ང་ཚོའི་གི་འདི་རེད་ཨ་རེད་དཔེར་ན་ད་ད་ལྟའི་སྐབས་ལ་ཡ་འཛམ་གླིང་གི་ནང་ལོགས་ལ་ཡ་གློག་ཀླད་ར་བ Computer ཚང་མས་གི་ད་འདི་རེད་བེད་སྤྱོད་བཏང་ཡ་རེད་འདི་ང་ཚོས་བཏང་ཆོས་གོ་རེད་འདི་གི་ཆེ་ཆུང་སྐད་ཆ་མ་རེད་ང་ཚོ་ཚང་མས་གི་བཏང་ཡ་ཐོབ་བཏང་ཡོད་རེད་བཏང་ཡ་གི་བཏང་ཐུབ་གི་ཡོད་རེད་བཏང་བྱེད་བཏང་གི་ཡོད་རེད་བཏང་དགོས་གི་རེད་འདི

དགའ་བ་དྲུག་ནི་ཁྱི་ཐུག་པོ་འདུག་བ་འདི་ཡིན་འདུག་སོ་སོ་འདིའི་ཐོག་ལ་ཡང་ང་ཚོས་ཆེད་སྦྱོང་བྱེད་དགོས་ཡ་དང། འདི་གི་ནང་ཞིག་གི་ང་རང་ཚོ་གི། ད་རྒྱལ་སྤྱི་གི་ནང་ལོགས་ལ་རུ་བ། ཅིག་དྲ་ལམ་མང་པོ་རུ་བ་དེ་ཚོ་གི་ཐོག་ནས་ང་ཚོ་གོ་བེད་ཀྱི་ལོ་རྒྱུས་ཤེས་དགོས་ཡ། རུ་བ། པེ་ཏི་ཅིག་ག་ལོག་བར་ག་དུས་ཡིན་པ་ནས་བེད་ན། རྒྱ་ནག་གི་དྲ་དེ་འདྲ་ཞིག་འདུག་བ་སོ་སོ་གི་སྲོལ་རྒྱུན་ཁྱབ་བསྒྲགས་བྱེད་ཡ་གི་ཆེད་དུ་འདྲ་མི་འདྲ་བཟོ་རུ་བ། མི་སྒེར་ལ་གླ་ཆ་དེ་དེ་འདྲ་ཞིག་འདུག་བ་ཡིན་ན་ང་རང་ཚོ་གང་འདྲ་ཁོ་དྲང་པོ་དང་བདེན་པ་བརྩེ་བ་མེད་པའི་ཐོག་ནས། སོ་སོ་གི་སྲོལ་རྒྱུན་གྱི་རིག་གཞུང་གི།

རི་ཁ་དུ་མ་སོང་ན་ཅི་གོ་འདུག་བསམ་གྱི་འདུག་བ་དེ་འདྲ་ཞིག་ཡོད་པ་ཡིན་ན་ང་ཚོ་དེང་སང་དྲ་རྒྱ་འདི་ཞེ་དྲག་གི་གལ་ཆེན་པོ་རེད་ཀྱོག་ལེ་ང་རང་ཚོ་ལོ་རྒྱུས་མང་པོ་ཞིག་གསལ་བཤད་བྱེད་ཐུབ་དགོས་རེད་བ་མི་ལ་ཡིན་ན་འགྲེལ་བཤད་རྒྱག་ཐུབ་དགོས་རེད་ཁ་བརྡའི་ཡིན་པ་ཡིན་ཡང་ཕར་གསལ་བཤད་བྱེད་ཐུབ་དགོས་རེད་བདེན་པ་བརྡར་ཐུབ་དགོས་རེད་དེ་འདྲ་ཡིན་པ་སོང་ཙང་ང་ཚོ་འདི་ཚོ་གི་ཐོག་ལ་ང་ཚོ་ཏན་ཏན་གལ་ཆེན་པོ་ཞིག་དང་མ་འོངས་པ་ང་རང་ཚོ་དེ་ཚོ་གི་ཐོག་ལ་ཤུགས་རྒྱག་ཡ་ཏན་ཏན་འདུག་བསམ་པ་ཞིག་སོ་སོ་དེ་འདྲ་ཞིག་དྲན་གྱི་ཡོད་རེད་བ།

ཏིང་ངེ་འཆི་བདག་གིས་བསིལ་བ་ཧ་གོ་བ་ཡོད། དེ་ག་ནང་བཞིན་གྱི་དངོས་གནས་ཤེས་ན་སྲོག་ལ་སྐྱ་བོ་སྡང་ལེགས་ཁྲི་ལ་ཡོད་རེད། སྡང་ལ་ར་ལ་ཡ་འདི་རང་སྲོག་ལ་སྐྱ་བོ་མ་རེད། ཁྱེད་ཀྱིས་བརྩམས་པ་ལ་སྲོག་ལ་སྐྱ་བོ་ལ་ཡ་འདི་ཐོག་དགོས་ཡོད་པའི་རྒྱུ་མཚན་དེ་ཡང་གང་འདྲ་མང་འདྲ་འདི་རེད། སོག་ཕུག་གི་དམག་ཡོང་གི་འདུག་བལྟ་སེ་གི་ས་ཆ་ཅིག་རེད་ལ་གོ་ད་རི་མཐོན་པོ་ཡིན་པ་སོང་ད་ས་ཆ་འདིའི་སྒང་ལ་ཡ་རི་མཐོ་ཤོས་ཡིན་པ་སོང་ད་འདིའི་སྒང་ལ་འགྲིག་ནས་ལྟ་དུས་ག་ལ་སོག་དམག་ཡོང་གི་འདུག་བལྟ་ས་དང།